ངེད་ཀྱི་རྒྱ་རོང་གི་བུ་མོ་དེས། ཨོ། ཁོ་བེ་རི་ཡིན་ད། མི་རིགས་ལ་ཡི་གེ་ཡོད་མཁན་ཞིག་མ་ཡིན་ཅེས་འབོད་ཀྱི་སྐད་ཆ་འགོ་ལ་ཁོང་གཉིས་ཀྱི་དགོངས་ཚུལ་དང་གཟིགས་ཚུལ་མང་དག་ཅིག་ཅིག་ལགས་ཤག་འདུག། ད་ཡག་པོ་རེད་ཡག་པོ་རེད་འདིའི་སྐོར་མཁན་གཉིས་ནས་དྲ་ཐོག་ན་མ་རྩ་ཚར་ཚར་ཝུར་ཝུར་བཟོ་ནས་དགག་པ་རྒྱོན་མཁན་ནི་མང་ཞིག་རེད་འགའ་རེ་འགའ་རེ་འདི་ལ་ཡང་ལྟ་སྟངས་ཁ་ཁ་གྱིས་འཛིན་གི་འདུག་ད་འདི་སྤོ་མོ་འདི་ཁག་ཡོད་བ་མ་རེད་ཕྱི་རྐྱེན་ནང་རྐྱེན་མང་པོ་ཅིག་འདི་ལྟ་བུའི་གནས་ཚུལ་བྱུང་པ་རེད་ཟེར་ནས་དེ་འདྲ་ཟེར་མཁན་ཡང་འདུག། ཨོ། ང་གི་ནི་འདིའི་སྐོར་གསུངས་ཚུལ་ལྟ་ཚུལ་གང་ཡང་ཤེས་པ་མ་ཡིན་ད་འདིའི་སྐོར་ཅི་མང་པོ་ཞིག་ལབ་བསྡད་དགོས་པ་ཆེན་པོ་ཡོད་བ་མ་རེད་དྲན་གི་ཡོད་ག་རེ་རེད་ཟེར་ན་རྒྱ་རོང་གི་གནས་ཚུལ་སྐོར་ང་ལྟོས་ཚོད་ཀྱིས་ཡོད་ས་བ་ཡིན། རྒྱ་རོང་གི་ལོ་རྒྱུས་རྒྱ་རོང་གི་ད་ལྟའི་གནས་བབ་ལ་རྒྱུས་ཆ་ཡོད་མོད་ཀྱིས། དེ་ཡིན་དེ་ཐ་ན་ངས་རྒྱ་རོང་གི་གནས་ཚུལ་ཤེས་ཆ་གོ་གི་ཡོད། ཡིན་ཙང་དེའི་བུ་མོ་དེ་དེ་འདྲ་བོ་ཁ་བརྡ་ལག་ཡོང་དེ་ཧ་ལས་ཡ་ཧོང་སོང་ཡ་ཁག་ཅིག་མི་འདུག་ཟེར་གི་དི་ཡིན། ཨོ། རྒྱ་རོང་གི་གནས་བབ་འདི་འདི་འདྲ་བོ་བྱུང་ཡ་འདི་ཡང་བོད་ཀྱི་ལོ་རྒྱུས་ཐོག་གི་གྲུ་འཐིག་བྱུང་མཐའི་འདུག་གྲུ་འཐིག་རྙོག་འཛིང་གྲུ་མཐའ་དང་གྲུ་མཐའ་བར་གྱི་མྱི་སྲིད་ཁྲག་གཞོག་གི་ལས་ཀ། དེའི་འབྲེལ་ཡོད་པ་ཅིག་ཡིན་པ་ནི་ང་ཚོས་གོ་དགོས་རྒྱུ་ཅིག་རེད་ཟེར་ཡ་དེ་ཡིན་མ་གཏོགས་སུ་ཅི་བ། རྒྱ་རོང་ཟེར་གྱི་འདི་ན་སྔ་མོ་ང་ཚོ་བོད་གི་ས་སྐྱ་ཡིན་དང་ཡིན་རྒྱ་རོང་གི་མི་བོད་མི་ཡིན་དང་ཡིན་རྒྱ་རོང་གི་མང་ཁྲོད་ནས་ཡང་ཨོ་བོད་གི་ལོ་རྒྱུས་སྟུག་གི་སྐད་སྒྲོག་བྱེད་མཁན་མི་སྣ་ཡང་མང་པོ་བྱུང་ཡོང་བ་རེད་དཔེར་ན་གནའ་སྔ་མོ་འཕྲུལ་སྲོང་ལྡེ་རྩེ་སྐབས་སུ་རྒྱལ་མོ་སྙན་ངག་ནང་གི་དབྱར་སྒྲ་སྙིང་པོ་ཟེར་ཡ་དེ་རྒྱ་རོང་གི་ལུང་པ་ནང་ལ་བྱུང་ཡ་གི་མཁས་པ་ཆེན་པོ་ཞིག་དང་སྤྲུལ་པ་ཆེན་པོ་ཅིག་རེད། དེའི་དབུས་དགའ་ལྡན་ཁྲི་པ་རིན་ཆེན་གྱི་ནང་ལ་རྒྱལ་རོང་གི་མི་ཡིན་པའི་དགའ་ལྡན་ཁྲི་པ་དང་ལྔ་རུ་དཀྲུག་འདུན་གྱི་ཡོད་རེད། དེ་ག་ནང་རྒྱུན་གཡུང་དྲུང་དཔལ་གྱི་སྨན་རི་འཁྲུལ་འཛིན་གྱི་ནང་ལ་ཡང་རྒྱལ་རོང་གི་མི་ཡིན་པའི་སྨན་རི་འཁྲུལ་འཛིན་ཡང་བཅུ་ཁ་ཅིག་ཡོད་རེད། དེ་མ་ཡིན་པ་རྒྱལ་རོང་ཚ་ཁུལ་ཡུལ་སྣེ་གཞུང་ཡང་གི་མཁས་པའི་དབང་པོ་སྐལ་སྒྲོག་ཅེས་རོང་བསྟན་ཤིང་བྱ་སྐལ་གཟིགས་སི། དེ་ས་ཞྭ་བ་གི་ཡོ་ན་མེ་ན་གི་མཁས་པའི་དབང་པོ་ཅི་རེད་དེ་འོ་རྒྱ་རང་གི་མི་རེད་དེ་ཡིན་དེ་ལྟ་ན་རྒྱ་རང་གི་མི་ཟེར་གྱི་དེ་ཕྱི་དང་གི་མི་ཞིག་ཡིན་གི་མ་རེད་ལོ་རྒྱུས་དང་གི་མ་རླབས་ཆེ་བའི་ལུང་པ་ཞིག་དང་རླབས་ཆེ་བའི་མི་སྣ་མང་པོ་འབྱུང་ས་གི་ལུང་པ་ཅིག་ཡིན་གི་ཡོ་བ་རེད་དེ་ལྟ། དེ་ནས་ད་མན་རྒྱུད་ཀྱི་སྐབས་སུ་ང་ཚོ་དཔར་པོ་གོར་ཁ་གི་དམག་གིས་བེ་ལ་བཙན་འཛུལ་བྱས་ནས་བཀྲ་ཤིས་ལྷུན་པོ་དགུ་རྒྱུ་ནོར་མང་པོ་འཕྲོག་བཅོམ་བྱས་བེ་ལ་གཉིས་ཀྱིས་ཚད་མེད་པ་བཞིན་རྡུང་རྡེག་ཚད་མེད་པ་གཏོང་ཡོང་པའི་སྐབས་སུ་ཡང་དེ་ལ། སྒོར་དོང་སྤྲོད་མཁན། ཟས་རྒྱུ་སྨན་རྒྱུ་གི་མ་དོང་ཟེར་ཟེར་མི་དེ་འདྲ་དངོས་པོ་རྒྱ་རོང་གི་མི་ཆུང་ཆུང་རེད་སྐྱ་རོང་གི་མི་ནང་སོང་འོ་ལྷ་ས་དབུས་གཙང་གི་ས་ལ་ཕྱི་སོག་གི་སྐོར་ཁ་མ་ལ་སྒོར་དོང་སྤྲོད་ནས་མི་ཚེ་ཕམ་ཁ་རྒྱ་ཆེན་པོ་བསྟེན་ནས་ཁོ་ཚོས་ཏིང་ངེ་འཕྲོ་སྐྱོང་ཟིག་ཟིག་གི་རྒྱུ་ནོར་ཐོན་སྐྱེད་དེ་ཚིག་བརྗོད་མགོ་བཏགས། མགོན་པོ་གཟིགས་ནས་འབྲུག་ཐུག་ཡས་ཀྱི། ཧོ། རྒྱལ་ཁ་ཆེན་པོ་དེ་ཡང་རྒྱལ་རོང་གི་མི་གི་ལུང་གཞག་མཇུག་རེད་དེ་འདྲ་བ་ཡིན་དུས་ཐ་ན་རྒྱལ་རོང་གི་མི་སེར་གྱི་སྟེང་གི་མ། ཕྱི་སྟོང་གི་མི་གཅིག་ཡིན་དགོས་བ་མ་རེད་ལོ་རྒྱུས་ཐུག་ཨོ་དེ་འདྲ་རེད། ད་ཡིན་ན་ཡང། དེ་གི་དེ་ནི་ད་མན་གྱི་ཆན་ལུང་གི་སྐབས་སུ་ད་རྒྱལ་རོང་གི་ལུང་པ་ནང་ལ། མགོ་རློན་པ་རྣམས་ལ་ཡ་ང་ལ་ཡིད་སྐྱོ་བའི་ལས་གནས་ཚུལ་ཆེན་པོ་ཞིག་བྱུང་བ་རེད་ག་རེ་རེད་ཟེར་ན་རྒྱལ་རོང་གི་ཆུ་ཆེན་རག་ཏའི་རྒྱལ་པོ་ཟེར་བཞིན་དེ་དུ་མའི་འཇུ་གོང་མ་གཉིས་ཐུག་ནས་དེ་ནས་དམག་འཁྲུག་ཆེན་པོ་བྱུང་བ་རེད་ད་ལྟ་དུ་འབྱུང་དགོས་ཟིག་གི་རྒྱུ་རྐྱེན་གང་རེད་ཟེར་ན། འདི་རྒྱལ་རོང་མགོ་རློན་པ་ཁྱད་པར་དུ་ཆུ་ཆེན་རག་ཏའི་རྒྱལ་པོ་ཡོད་ས་གི། འདི་ཡི་ཆུ་ཆེན་གྱི་ལུང་པ་འདིའི་ནང་ལ། དེ་ནས་རྒྱ་རོང་གི་ས་ཆ་འདི་མཐོང་ཆེན་གྱི་ནང་ནས་ལུང་པ་ཡག་ཤོས་ས་ཆ་ཡག་ཤོས་ཞིང་ཁ་རྒྱ་ཆེན་པོ་ཡོད་ས། ས་གཤིས་དྲོན་པོ་ཡིན་ས་ཤིང་རྟུག་ལ་སོགས་པ་ཕུན་སུམ་ཚོགས་པ་བྱེད་ས། ཇོ་ནང་ལོང་ཤེ་བོ་ཨོ་རྩི་ཡོད་ས་དེ་འདྲ་བོ་གི་ས་ཆ་ཅིག་ཡིན་གྱི་ཡོད་བ་རེད། དེའི་ས་ཆ་དེ་ད་དགེ་ལུགས་བ་གི་ཚིས་བདག་པོ་བཟོ་འདས་གྱི་ཡོད་བ་རེད་དགེ་ལུགས་བ་གི་དེའི་ས་ཆ་དེ་ན་རྒན་པ་འཇོ་ནས་ཁོ་ཚིས་བདག་པོ་འཇོ་དགོས་དྲན་ནས་ཡིན་རིང་པོ་སོང་ཡོད་བ་རེད། ཡིན་ན་ཡང་ཆུ་ཆེན་རག་ཏའི་རྒྱལ་པོ་དེ་ཡུམ། བན་གྱི་ཆོས་ལ་དད་པ་གཏིང་ཟབ་པོ་ཡོང་འཇུག་ས་སྐྱ་དུ་ན་ལ་གཡུང་དྲུང་བན་གྱི་རྒན་པ་ཆེན་པོ་ཡོད་ས་དེ་འདྲ་ཅིག་ཡིན་དུས་དུ་ན་ལ་ད་ཨོ་ད་ཨོ་དུ་ཀ་ལ་དགེ་ལུགས་ཀྱི་རྒན་པ་ཞིག་འཇོག་གི་དགེ་ལུགས་ཀྱི་བསྟན་པ་སྤེལ་དགོས་ཟེར་ན་དུ་ན་འགྲོ་ས་མེད་འཇུག་ཨ། འདྲ་བོ་གི་ལས་ཀ་ལས་ས་མི་འཇུག་དེ་འདྲ་བོ་ཞིག་ཆགས་བསྡད་པ་རེད། དེ་ཡིན་དུས་ཏི་ན་ལི་དེ་ནས་ད་ཁོ་ཚོ་གི་ཡ་ཀྲུའུ་མ་ཀྲུའུ་ཕ་ཡན་བཞོ་ཟི་ཚི་རི་ཡན་བཞོ་ཟི་ནི་ད་རྒྱ་ནག་གི་ལག་པ་དེ་ཡ་ནས་ཨོ་ཆུ་ཆེན་ར་ཏའི་རྒྱལ་པོ་དེ་དང་གཡུང་དྲུང་ལྷ་སྟེ་དེ་གཉིས་མེད་པ་གཏོང་དགོས་ཀྱི་ཡོད་པ་རེད་དེ་བཟོ་འོང་དུས་ཏི་ན་ལི་དེ་ནས་ཅོང་ཞྭ་རོལ་བའི་རྡོ་རྗེ་དེ་ད་རྒྱ་ནག་གོང་མ། རྩ་ལ་ཡོང་རྒྱུག་གི་བླ་མ་ཆེན་པོ་གཅིག་རེད་རྒྱ་ནག་གོང་མ་འདི་འབྲེལ་འདྲིས་གཏན་གསལ་པོ་ཡོང་རྒྱུག་ཅིག་དེ་སོགས་ཡར་ལས་མར་ལས་བྱས་ནས་མཐར་ད་ཨོ། ཅི་སྲིད་དགོས་ལ་རེ་སྐོང། འདི་རྒྱ་རོང་གི་ལུང་པ་སྟེ། དང། ཁྱེད་ཀྱི་ཁྱད་ལོང་གོང་མ་གཉིས་ཀྱི་བར་ལ་སྨྱུག་སྒྲ་གཅིག་ཕིད་དོ་གསུང་དབྱངས་སྤྲུག་ཆེན་པོ་ཞིག་བཟོ་ཐོག་སོ་སོར་བཟོ་ཚར་དུས་དེ་ནས་ཡིན། ཁྲི་ཆེན་རྭ་སྟེ་རྒྱལ་པོ་དང་རྒྱལ་ནག་ཆེན་ལོང་གཉིས་ཐུག་སྟེ། དཔོན་སྔ་ཕྱི་ལོ་མང་པོ་གཅིག་ལ་དམག་འཁྲུག་རྒྱག་དགོས་པ་རེད་དམག་འཁྲུག་རྒྱག་གི་སྔ་མ་ག་འདྲས་ཆགས་སོང་བ་རེད་ཟེར་ན་ཁྲི་ཆེན་རྭ་སྟེ་རྒྱལ་པོ་ཕོངས་དང་ཕོངས་ཕོངས་སོང་བ་རེད་དེ་མ་ཟད་དུ་རྒྱལ་བ་རྒྱ་རོང་གི་ལུང་པ་འདི་ན་ལ་དེ་ནི་ཕོ་བཟོའི་མོ་ལ་ཐུག་རྒྱག་ཟེར་རེད་ཕ་ཆེ་ཕོ་ལྷུག་ལྷུག་མཇལ་མཁན་ཕ་ཆེ་ཤི་ང་བུད་ནི་མེད་པ་ཆགས་སོང་བ་ཡུལ་ས་མ་བྱང་བྱང། དཔོན་མོ་ཅུང་ཅུང་ལོག་སོང་བ་རེད། ད་དེ་འདྲ་བའི་གནས་བབ་ཅིག་ལ་བོད་འབྲོག་སྡེ་དེ་ནང་ལ་ག་འདྲ་བྱུང་བ་རེད་ཟེར་ན་དེ་ནི་རྒྱ་ནག་གི་བཀའ་བསྟན་ཡི་དུས་སུ་རྒྱ་རོང་ལ་གླིང་སྤྲུལ་མཁན་གྱི་དམག་དཔུང་ཆེན་པོ་གི་ནང་ནས་དམག་དཔུང་དམག་དར་རྒྱང་འདུག་འཛིན་མཁན་རྒྱང་གུག་གི་འདུག་འཛིན་མཁན་དེའི་དམག་དཔུང་དེ། རྒྱ་རོང་གི་ས་ཆ་ལ་བཞག་ཡོད་རེད་དམ་མ་གཏོགས་ལྗོངས་རྡོ་འཛིན་སྐད་ཟེར་གྱི་དེ་ག་རེ་རེད་ཟེར་ན་རྒྱ་ནག་གི་དམག་ཤུགས་ཡིན་གྱི་ཡོད་རེད་མན་ཇུ་གི་དམག་ཤུགས་ཡིན་གྱི་ཡོད་མ་རེད་ད་རྒྱ་མི་མང་པོ་ཐག་གཅོད་ཀྱི་ཐུབ་ན་བཞག་ཡོད་རེད་དེ་རྒྱ་མི་དེ་སོགས་ཡོང་ས་ག་ནས་ཡོང་བ་རེད་ཟེར་ན་ད་སོང་རྒྱ་ནག་གི་ཧྲན་ཞི་ཟེར་ས་དེ་ནས་ཡོང་བ་རེད་དེ་སོགས་དེ་ནང་དམག་སྒར་བཙུགས་བཞག་ཡོད་རེད། དེ་སོགས་དམག་སྒར་བཙུགས་ནས་ཡོག་ཚ་དུས་ག་འདྲ་བྱུང་བ་རེད་ཟེར་ན་ད་རྒྱ་རོང་གི་གཡུལ་ས་མ་བལྟས་དོ་དེ་ནི་མ་ཧཱ་མུ་ནི་ཕན་ཚིག་ཐུགས་རྒྱ་བ་རེད་ད་ལྟ་ཐུགས་ཀྱི་གཟིགས་ཀྱི་རྒྱུ་མཚན་ག་རེ་རེད་ཟེར་ན་རྒྱ་རོང་གི་དུས་གཅིན་འཕྲང་གི་མི་བུ་མོ་དེ་ཚོ་གི་ད་འོང་པའི་ཡུལ་ཤོ་བའི་གནས་ཚུལ་གྱི་བཤད་ཡོད་རེད་སྐབས་དེའི་དུས་སུ་ད་ཁོ་རུ་ཚོ་གི་མི་རྒྱུ་ཆེ་འགྲོ་གི་ཡོད་ར། ད་མི་རྒྱུས་མི་ཆེ་བའི་ཆེད་དུ་རྒྱ་རིགས་དེ་ཚོ་དམོད་པ་ལེན་གི་ཡོད་རེད་ཟེར་ཡིན་ན་ཡང་དམོད་པ་ལེན་པའི་སྐབས་སུ་ཁོ་ཚོ་ཁ་བརྡ་ལག་གི་ཡོད་རེད་ཁྱོད་ང་ཚོ་ས་ལ་ཡོང་ནས་དམོད་པ་བསྡད་ནས་སྤུ་གི་གཅིག་བཟོ་ཡས་གི་དབང་ཆ་ཡོད་མ་ཐུག་ཅི་བ་གཞན་དག་སྤུ་གི་མཚོ་གཞུང་བཟོ་ཡས་དང་ང་ཚོའི་ཕྱི་ནང་གི་ལས་ཀ་གོས་སྒྲིག་བཟོ་ཡས་ཁྱིམ་གི་འགོ་འཛིན་བཟོ་ཡས་དེ་ལྟ་བུའི་དབང་ཆ་མེད་ཟེར་ནས་དེ་འདྲ་ལག་གི་ཡོད་རེད་དེ་འདྲ་ཡིན་ཙང་རྒྱ་རོང་གི་ཡུལ་ས་མ་དེ་ཚོ་གིས། རྒྱ་མི་མང་དག་ཅིག་གིས་དམོད་པ་བཞག་ནས་པུཀུ་མང་དག་ཅིག་གིས་བཟས་ནས་པུཀུ་དེ་ཚོ་དེ་ལ་གྱིས་བལ་རིགས་ཀྱི་སྲང་ལོ་དང་རྒྱ་རོང་གི་སྲང་ལོ་རྒྱ་རོང་གི་རྒྱུད་འཛིན་གྱིས་ཡོང་རྒྱུ་གི་རེ་བ་བྱུང་ཡོང་བ་རེད། དེ་འདྲའི་རྐྱེན་ནི་མི་རང་མང་པོ་ལ་སོང་བ་དེ་འདྲ་ཅིག་ཡིན་དགོས་བ་རེད་ཡིན་ཙང་དེ་ནི་རྒྱ་རོང་གི་ཡིག་གསར་མ་ཐག་རྒྱ་དམག་གི་པུཀུ་མང་ཅིག་གིས་གྱིས་ཏེ་རྒྱ་མའི་བེད་མེད་ཅིག་ཆགས་སོང་བ་རེད་ཡིན་ན་ཡང་ཁོ་ཚོའི་སེམས་གཏིང་ནས། ང་ཚོ་བོད་རིགས་ཡིན་མ་གཏོགས་རྒྱ་རིགས་མིན་ཟེར་ནས་དེ་འདྲ་བོ་ཟེར་ཡ་ཟེར་གི་ཡོད་བ་རེད་གསུངས་མི་གསུངས་གི་ཡོད་བ་རེད། དེ་འདྲ་ཡིན་པའི་ཨང་ཀི་ད་རྒྱ་རོང་ཆུ་ཆེན་གི་ལུང་པ་ནང་བུ་མོ་ཟེར་དུས་དེ་ནི་ད་རྒྱ་རོང་གི་ཁུག་ལ་སྐད་སྒྲོག་ཡོང་མཁན་གི་བུ་མོ་ཡིན་གི་ཡོད་བ་ག་རེ་རེད་ཟེར་ན་ད་ཁོ་ཚོ་བུ་མོ་བཙན་པོ་ཡོད་གི་རེད་ཁོ་ཚོ་དབང་ཆ་ཆེན་པོ་འཛིན་གི་རེད་ཁོ་ཚོའི་ཆོལ་ཁ་ལ་རྩ་བ་ནི། ཨོང་ཆ་སྤྲད་གི་མ་རེད། ཁྱོ་ག་ལ་མགོ་ནད་སྤྲད་གི་རེད་ཟེར་ནས། ཨོ་དེ་འདྲ་བོ་གི་སྐད་ཆ་ཅིག་ད་དུང་ལ་རྒྱག་རུང་གི་ལུང་པ་ནང་ཆགས་བསྡད་པ་རེད། ད་ལྟའི་བྱུང་རྗེས་ཀྱི་རྒྱུ་མཚན་དེ་ག་རེ་རེད་ཟེར་ན་ད་ལྟ་གང་ལ་ཤེས་པ་གནང་གི། ཨོ་ཁོ་ཚོས་རྒྱ་དམག་དེ་ཚོ་དེ་དམག་པ་ཡག་ལེན་པ་དེ་མི་རྒྱུ་སྤེལ་བའི་ཆེད་དུ་ཡིན་མ་གཏོགས་དེ་ལས་གཞན་དག་དམག་པ་ཞིག་གི་ཐོབ་ཐང་དང་ཁྱོ་ག་ཞིག་གི་ཐོབ་ཐང་མེད་ཟེར་ནས་དེ་ལྟ་བུ་གི་སྐད་ཆ་སྤྲད་དང་དེ་ལྟ་བུའི་ལུགས་སྲོལ་དེ་ལ་གཏུགས་པ་རེད། ཨོ་དེ་འདྲ་ཡིན་དུས་ལྟ་ན་ལ་རྒྱ་རང་གི་ལོ་རྒྱུས་ལ་བལྟས་དགོས་ན་ད་སྔ་མ་ཡིད་ཤོར་བའི་ལོ་རྒྱུས་བྱས་པ་རེད་དེའི་ལོ་རྒྱུས་ཀྱི་འབྲས་བུ་དེ་ད་ལྟ་ང་རང་ཚོ་གི་རྒྱ་རང་གི་ལུང་པ་འདི་ཕྱི་སྟོང་གི་བོད་མི་ཡིན་པ་ལ་དེ་ནི་བོད་ཀྱི་རིག་གནས་དང་བོད་ཀྱི་སྲོལ་རྒྱུན་གྱི་རོ་བྲོ་བ་ཆེ་རེ་མེད་པ་ཞིག་ཆགས་འགྲོ་ཡ་འདིའི་གནས་ཚུལ་དེ་བྱུང་བར། ཁྱད་པར་དུ་ད་ལྟ་ངེད་ཀྱི་གོང་བཤད་པ་ནང་གི་རྒྱ་རོང་གི་གཡུང་དྲུང་ལྷ་སྟེ་རྒན་པ་སི་ཆུ་ཆེན་ར་ཏའི་རྒྱ་སྦུག་ཡ་སྟོད་དེ་སོན་ཁྱོད་དེ་སོན་རྒྱ་རོང་མི་མང་གི་དད་པ་བཟོ་ས་གི་རྒན་པ་ཆེན་པོ་སྟེ། དེ་ནི་རྒྱ་ནག་ཏུ་མཐར་འཁྲུལ་མཐར་འཛིན་བཟོ་ཚ་འཕང་ཚ་དེ་དེ་མེད་ལ་བསགས་རྒྱ་བར་ད་ལྟའི་རྒན་པ་དེ་ནང་ལ་ངུ་མི་ངུ་མ་བཟོ་ན་དཔེ་ཆགས། མང་དག་ཅིག་བྱེད་པར་ཕན་པའི་དཔེ་ཆ་དེ་ལས་ཀྱང་རྩ་ཆེ་བ་གཅིག་གཡུང་དྲུང་དཔལ་གྱི་བཀའ་འགྱུར་གྱི་བར་ཤིང་ཆ་ཚང་བར་བྱས་པར། འོ་དེ་དག་ཐམས་ཅད་དུ་མེད་ཀྱི་ཐལ་བ་ལ་བསྲེས་ནས་མ་ཚད་མེད་པར་བཟོས་ནས་ད་ལྟ་ན་ལ། འོ་དགེ་ལུགས་པའི་རྒན་པ་ཞིག་བཏགས་པ་རེད། དགེ་ལུགས་པའི་རྒན་པ་དེའི་མིང་ལ་རྒྱ་མི་ཞིག་བཏགས་པར་ཀོང་ཧྥ་སི་ཟེར་ནས་རྒྱ་མི་ཞིག་བཏགས་པ་རེད་དེ་རྒྱ་ནག་གོང་མ་གི། རྒྱ་ནག་གོང་མ་གི་དེ་ནས་གཉིད་དོ་སྒོར་མོ་ལ་སོགས་པ་སྤྲད་ནས་དེའི་རྒན་པ་དང་བཏབ་པ་རེད་ལ་ཕྱིས་སུ་དེའི་རྒན་པ་དེའི་ནང་ལ་བསྡད་པའི་བླ་མ་དང་དགེ་ལུགས་པའི་བླ་མ་དེ་ཚོ་གི་འཚོ་བའི་ཁ་ཟིན་ཡང་རྒྱ་ནག་གོང་མ་གི་སྤྲད་པ་རེད་མ་གཏོགས་རྒྱ་རང་གི་མི་དེ་ཚོ་གིས་ད་ཁོ་ཚོ་ལ་དགྲ་བལྟ་གི་ཡོད་པ་རེད་མ་རྩ་རྩམ་པ་ཕུ་རུ་གོང་མ་པི་ལི་གཅིག་སྤྲེལ་ཁ་རྩ་བ་ནས་ཉན་དགོས་བ་མ་རེད་དེ་དཔའ་བཟང་སྐད་དེ་རྩ་བ་ནས་ཡོད་དགོས་བ་མ་རེད་ད་ཁོ་ཚོ་དུས་རླུང་དཔའ་ནོར་ལྡན་འཚོ་བ་ཤོང་དགོས་དེ་ཡིན་གྱི་མེད་ཀྱི། རྒྱ་ནག་གོ་མིན་སྲིད་གཞུང་གི་བརྙན་འབུལ་བ་ལ་བརྟེན་ནས་བསྡད་དགོས་ཀྱི་ཡོད་བ་རེད་དེ་འདྲ་ཞིག་གི་གནས་ཚུལ་ཆགས་འདུག་དེ་ནས་བཟུང་སྟེ་དེ་ནི་རྒྱ་རང་གི་ནང་ལ་ཆུ་དང་རི་ནི་ཟེར་གཞི་དེ་རྩ་བ་ནས་མི་སྲིད་གི་ས་ལ་སྤེལ་ས་མི་འཇུག་སྤེལ་མཁན་མི་འཇུག་དགེ་ལུགས་པའི་རྒན་པ་གི་དཔེ་བྲལ་ན་ཡང། དང་ཁས་ལེན་མི་བྱེད་པ་དེ་ལྟ་བུའི་གནས་ཚུལ་ཞིག་བྱུང་ནས་རྒྱལ་རོང་གི་ནང་ལ་ཡ་ང་ལ་ཡིད་སྐྱོ་བའི་གནས་ཚུལ་ངན་པ་ཞིག་བྱུང་བ་རེད། ད་དེ་ལྟ་བུའི་གནས་ཚུལ་དེ་བྱུང་ནས་ལོ་བརྒྱ་ཕྲག་མང་པོའི་རྗེས་ལ། ལོ་བརྒྱ་ཕྲག་གཅིག་གཉིས་ཉིས་སོ་གཅིག་གི་རྗེས་ལ་ད་ང་རང་ཚོ།

ད་ལྟ་ངའི་སའི་རྒྱ་རོང་བོ་ཆུ་ཆེན་རྫོང་གི་དག་རྒན་པ་དེ་དག་ཡང་ཞེན་བཅུག་ཡོད་ར་ད་ལྟ་ཞེན་བཅུག་གི་དུས་ཚོད་བསླེས་སོང་བ་རེད་ད་ལྟ་བསླེས་ཡོང་དུས་དེ་ནི་དགེ་ལུགས་ཀྱི་བླ་མ་འགའ་རེ་བྱས་ཡོང་ནས་ད་ཁོང་ཚོས་ཀྱི་ཨོ་དགེ་ལུགས་ཀྱི་རྒན་པ་དེ་ཡང་བསྐྱར་ས་ཞིང་བཟོ་གི་ཡིན་ཟེར་ནས་བསླེས་ཡོང་བ་རེད་དེ་བསླེས་ཡོང་དུས་ད་ཆུ་ཆེན་གྱི་མང་ཚོགས་ཡང་རྫོགས་གི་དེ་ཁོ་ཚོ་ལ་ཨོ་ད་ཁྱོད་ཚོ་བསླེས་མ་ཡོང་ཟེར་ཁྱོད་ཚོ་ང་ཚོ་ཕ་བསད་མཁན་གྱི་ལག་དམར། ཨོ། མ་སྲིན་སྐད་ག་འདྲ་བོ། ད་ཅི་ཟེར་དགོས་ལ་ཡིན་ན་ང་ཚོའི་རྒྱ་རོང་ལུང་པ་ནོ། ཕོ་ཟེར་མོ་ལ་གཏུག་ཡིད་ས་མ་ལུང་པ་ཀོང་བཟོ་མཁན་ག་ལོག་དམར་དེ་ཁྱོད་ཚོ་ཡིན་ཟེར་ཁྱོད་ཚོ་འདིའི་ལུང་པ་ནོ་རྒན་པ་གྱིས་བཏབ་དགོས་ཟེར་དེའི་ཁང་ཆ་ག་ཤི་དགོས་ཟེར་རྩ་བ་ཉིད་ནས་ཁས་མི་ལེན་ཟེར་སྙུག་དྲ་ཆེ་ཐག་ཆད་ཀྱི་ལུང་པ་རེད་དེ་ནི། ལྔ་བ་རང་བྱུང་ཁོག་གི་དག། ལས་ཁུངས་སོ་སོ་གི་དག་ཏུ་གནས་ཚུལ་དེ་མིན་ཞེན་འཇོག་བཟོ་བའི་ཆེད་དུ་ག་འདྲའི་བྱེད་དགོས་ཟིན་དེ་དག་ཁོ་གཙིགས་གི་རྒྱ་རོང་མི་མང་ཚིག་གོ་ར་ད་ཅིང་ཆུ་ཆེན་གི་མི་མང་དེ་ཚོ་གི་ཡག་ལ་ཡག་ཞིག་ག་འདྲའི་རྒྱོ་བ་རེད་ཟེར་ནའོ་ག་སྲིད་ང་ཚོའི་ལུང་པ་ནང་ལ་རྒན་པ་ཞིག་ལྟ་དགོ་གི་ཡོད་ན་ང་ཚོའི་ཆུ་ཆེན་ར་ཏའི་རྒྱལ་པོ་གི་སྐབས་སུ་ལ་ཏའི་གཞོགས་འཇུག་གི་གཡུང་དྲུང་བན་གི་རྒན་པ་གཡུང་དྲུང་ལྷ་རྟེན་དེ་ལྟ་དགོ་གི་ཡོད་དེ་ལྟ་ན་ན་ང་ཚོའི་རྒྱ་ཤོག་ཡོད་མིན་དེ་ཡོད། ང་ཚོ་དགའ་བསུ་ཡོད། འོ་སྲིད་སྐྱོང་གིས་ཀྱང་ང་ཚོ་ལ། ལྟ་སྟངས་ཡག་པོ་དང་བསམ་བློ་ཡག་པོ་དང་ང་ཚོས། སྐྱིད་སེ་དགོས་ལ་རོགས་རེ་འདོད་ལ། རྒྱག་ཤོག་རོགས་རང་བཟི་སེ་ཟེར་ནས་དང་ལེན་ཡོད། ང་ཚོས་འདི་གནང་ལ། འོ། གཡུང་དྲུང་ལྷ་རྟེན་རྒན་པ་ཟེར་གོ་ན་བན་བོན་རྒན་པ་རྟགས་མ་ཆུ་ནས་དགེ་ལུགས་ཀྱི་རྒན་པ་དེ་རྟགས་དགོས་ཀྱི་ཡོད་ན་ང་ཚོ་རྒན་པ་ཡོད་ལེ་ཡིན་མེད་ལས་དགའ་སེ་དགེ་ལུགས་ནི་ང་ཚོ་གནའ་སྔ་མོ་ཀི་ཀའི་རྒྱུད་འཛིན་གྱི་སྐབས་སུ། ད་ཅི་སྲིད་སྒོར་གཉའ་གནས་ཤིང་གཡོག་བཟོ་མཁན། མི་སེར་ཁྲག་གཞོག་གི་ལས་ཀ་ལས་མཁན་གྱི་གྲུ་འཐེན་གྱི་གཏེ་བོ། དམག་དཔོན་ཆེན་པོ། ཤན་པ་ཆེན་པོ། དགྲ་ཆེན་པོ་ཡིན་སྲིད། དེའི་རྒན་པ་དང་མི་མཐུན་ནས་བལྟ་དགོས་སྲིད་དེ། ང་ཚོའི་མི་སེར་གྱི་རྨ་ཁ་ལ་ཁྲག་དག་ལི་དང་ཚ་དག་ལི་རེད་ཡ་དེ། རྩ་བ་ནས་དོན་ལ་མེད་སྲིད་དེ་འདྲ་ཡ་ཞིག་འབའ་རེད་དེ་བཤད་འོང་དེ་དེ་ནི། རྔ་བ་རང་ཞུང་ཁུལ་ཡིན་ན་འདྲ་མདོ་ཆེན་དེ་ཆུ་ཆེན་རྫོང་གི་ཡིན་ན་འདྲ་ཨོ་ད། མི་སྲིད་གི་འདི་ལོ་དང་སྟོན་གི་ཡིན། ཁྱོད་ཚོ་གང་འདི་འདི་དེ་ཅི་ཡིན་སྲིད་དེ་དེ་ནས་ཡང། བན་བོན་རྒན་པ་གཡུང་དྲུང་ལྷ་སྟེ་རྒན་པ་དེ་ཡག་བཞིན་ཡོད་བ་རེད་ད་ལྟ། རྒྱ་རོང་གི་ཁྲི་ཆེན་གི་ནང་ལ་རྒན་པ་དེ་གཡུང་དྲུང་བན་གྱི་རྒན་པ་ཆགས་ཡོད་རེད་མ་གཏོགས་སྲིད་སྐྱོང་དགེ་ལུགས་པའི་རྒན་པ་ཆགས་ཡོད་བ་མ་རེད། དྲི་གུ་དེ་དེང་སང་གི་ཡིག་ཚོགས་རྙིང་པ་དེ་ཚོ་ལ་བལྟ་ཡོང་ན་དེ་དུས་ཅོང་ཞྭ་རོ་བའི་རྡོ་རྗེ་གི་དབྱེན་སྦྱོར་དུ་ག་འདྲ་ཅིག་བྱས་སོང་ཟེར་ན། ད་རྒྱ་རོང་གི་ཁྱི་ཆེན་ར་ཏའི་རྒྱལ་པོ་ཟེར་ན་ད་རྒྱ་རོང་རྒྱལ་ཁབ་བཅོ་བརྒྱད་ཀྱི་རྒྱལ་པོ་ཟེར་ན་ནི་མ་འམ་ཐག་ཅིག་ཅིག་ཡོད་དགོས་བ་རེད་སོ་སོ་སོ་སོ་གི་ཅིག་རང་ཚུགས་གྲལ་ཅིག་བཟུང་ནས་ཅིག་རྒྱ་ནག་གོང་མ་ལ་བརྩི་འཇུག་ཆེན་པོ་བཟོ་གི་ཡོད་བ་མ་རེད་ད་ཁིར་ཆག་གི་ཁིར་ཆག་གི་ལུང་པ་ནོར་ཁིར་ཆག་ག་ཡིན་ཅན་པོ་སོང་ད་ང་ཚོ་བོད་ཀྱི་སྐབས་དེ་དེ་འདྲ་རེད་ཨ། ཡིན་ནའང་ཁོ་ཚོ་རྒྱ་རྡོ་ཁ་ཐོག་ཉེ་པོ་འདྲ་འདྲ་ཆགས་བསྡད་པར་དོན་ཡིན་དུས་ལྟ་ན་ལ་དྭགས་རྒྱ་ནག་གི་བཅོམ་དང་པོ་རྒྱ་རྡོ་ཁ་ཐོག་ཉེ་ས་ནས་འང་ལ་བེ་རིས་དེ་ཚོ་དེ་ལ་བཀའ་ལུང་ཞིག་བསྩལ་ནས་ཨང་དུ་བཞེས་དགོས་བོ་དྲན་ནས་དེ་ཆགས་ཀྱི་ན་སྔ་མོ་ནས་ཡོད་བ་རེད། ད་ལྟ་ཡོད་པ་དེ་ཅུང་ཤ་རོ་བའི་རྡོ་རྗེ་གི་གོ་ཡོང་སྟེ་ཨོ་ད། རྒྱ་རོང་གི་ལུང་པ་ནང་ལ་མི་ཐོན་ཆེ་བན་པོའི་ཆུ་ལ་དད་པ་ཡོད་རེད་དེ་བན་པོའི་ཆུ་ལ་དད་པ་བཟོ་མཁན་དེའི་རྩ་བ་ཉིད་ནས་རྒྱ་ནག་གོང་མའི་བཀའ་ལ་བརྩི་གི་མ་རེད་རྒྱ་ནག་གོང་མ་ཁས་ལེན་གི་མ་རེད། དེ་རྒྱ་རོང་གི་ལུང་པ་ནང་གི་ཆུ་དེ་དགེ་ལུགས་ལ་རྒྱུ་ཡོད་དོ་དགེ་ལུགས་ནས་རྒྱུ་ཚར་ནས་བཟུང་སྟེ་དེ་དགེ་ལུགས་པ་རྒྱ་ནག་གོང་མའི་མངའ་འོག་ལ་ཡོད་མཁན་རྒྱ་ནག་གོང་མའི་བཀའ་ལུང་ཁུར་མཁན་དེ་འདྲ་བོ་ཅིག་ཡིན་པའི་ཡོང་གི་རྒྱ་རོང་གི། ལུང་པ་ནང་གི་མི་ཡོངས་རྫོགས་དེ་ནི་རྒྱ་ནག་གོང་མ་ལ་ཁས་ལེན་མཁན་འོ་རྒྱ་ནག་གོམ་པའི་བཀའ་ལུང་དང་ལེན་བཟོ་མཁན་ཅུང་ཅུང་ཆོག་གི་རེད་དེ་འདྲ་བོ་ཅིག་ལབ་པར་ཁས་ལོང་གི་བྱ་བ་ད་དུ་ལྡན་གི་ཏག་ཏག་ཡིན་ད་ཨག་རིན་གྱིས་རྒྱ་རོང་ལ་དམག་རྒྱབ་གཏོར་དེ་ག་དེ་རྒྱ་རོང་ཐོན་ཆེད་དགེ་ལུགས་རུ་བཞུ་དེ་ནི་རྒྱ་ནག་གོང་མའི་མངལ་འབངས་ལ་མ་བཞག་ན་རྒྱ་ནག་གོམ་པའི་བཀའ་ལུང་གི་འོག་ལ་བཅུག་དགོས་དེ་འདྲ་བྱས་ནས་དེ་ལུས། དེ། ཨོ། རྒྱ་ནག་གོང་མ་གི་དམག་རྒྱག་པ་རེད། ད་ལྟ་རྒྱ་ནག་གོང་མས་གི་རྒྱ་རོང་ལ་དམག་རྒྱག་ནས་སྔ་ཕྱི་དམག་མང་པོ་བཏགས། འགྲོ་སོང་རྒྱ་ཆེན་པོ་ཐོངས་ནས་རྒྱ་ནག་ལ་ཡང་གྱོང་གུད་ཆེན་པོ་བྱུང་བ་རེད་ཟེར་གི་བ་རེད་མན་ཇུ་གོང་མ་མཐོ་འགྲོ་བཞག་གི་རྒྱུ་ཅན་གྱིས་ཏེ། རྒྱ་རོང་ལ་དམག་རྒྱག་ནས་འདིས་ཅན་གི་ཡིན་ཟེར་ནས་ནང་ལ་སྙེག་རྗེས་གི་འགྲོ་སོང་རྒྱ་ཆེན་པོ་བཏང་ནས་རྒྱ་ནག་ལ་གྱོང་ཆེན་པོ་རག་ནས། བསྟན་གྱི་གོང་མ་དེས། འོ་ཉི་མའི་རྒྱུ་མེད་ནས། སའི་གོ་ལའི་ཡིན་ན་འདྲ་ཅི་སའི་གོ་ལའི་ལ་དེ་འདྲ་ཅི་གི། ཡོང་མ་མཐོ་ཡ་ལ་ཉེན་ཁ་ཆེན་པོ་གཟིགས་ཡོད་བ་རེད་ཟེར་ད་རྒྱ་རོང་གི་ལུང་པ་ཆུང་ཆུང་འདི་གི་རྒྱ་ནག་གོ་མིའི་སྲིད་དབང་མཐོར་ཡས་གི་རྒྱུ་རྐྱེན་བཟོ་ཐུབ་ཡོད་བ་རེད་དེ་ཡིན་ནའི་ད་ནང་རྒྱ་རོང་གི་མི་སེར་གྱི་དེ་སྔོན་མ་ཉིད་རིགས་ཟབ་མོ།

དགེ་ལུགས་པ་མགོ་ལ་ཁ་སོར་བསྒྲིགས་འདི་དག་རྒྱ་གར་གི་ཁྲིམས་ལུགས་ཀྱི་ཆོ་གའི་ཡོ་བ་མ་རེད་མ་གཏོགས་དེའི་བླ་རྒན་འགའ་རེ་དང་སུས་བཞག་ན་དུས་བཞག་ནའང་ཧ་ལོང་ལྟོ་ཡག་གི་དེ་ལྟ་བུའི་བཤད་མཁན་ཆེན་པོ་ཞིག་བཟུང་ཡོང་བ་རེད་ད་ལྟའི་དུས་ངན་མ་བཟོས་ན་རྒྱ་རོང་གི་མི་རྒྱུད་དེ་ཚོ་དེ་མི་རབས་ཕ་སྐྱེས་དང་རྗེས་དགུ་བཅུ་དེ་འདྲ་ཞིག་སླེབས་ཚར་གྱི་རེད་བ། ལོ་དེ་ལྟ་བུའི་གནས་ཚུལ་ཡ་ང་ལ་ཡིད་ཆེས་བ་མང་པོ་ཅིག་འདུག་ལ་རྒྱ་རོང་གི་ལུང་པ་ནང་དུ་ན་ང་མ་ལོ་རྒྱུས་ཀྱི་ཐུགས་ལ་རྨ་ཁ་ཆེན་པོ་བཟི་སྙིང་མང་པོ་ཤི་ཕོ་ཟད་མོ་ལ་ཐུག་དེ་ནས་རྒྱ་མི་གི་ཡིན་རིང་པོ་ཨང་འདི་བཞིར་དགེ་ལུགས་པའི་གུ་དེ་ནས་ད་ཡ་ང་ལ་ཤུགས་དྲོ་བའི་ལས་ཀ་མང་པོ་ཅིག་ལས་ནས་རྒྱ་རོང་གི་མི་ཐང་ཆེ་དེ། བེ་གི་རི་ནི་རྡོ་བེ་གི་གཤིས་ཀ་བེ་རི་གི་རྟ་རྡོ་དབུས་ཁོངས་སུ་རྡོ་ཁ་ཐོག་ཆེ་རེ་ཡིན་ཆེ་རེ་ཆོག་སོགས་ཡང་དེ་འདྲ་བྱུང་པ་རེད་ཡིན་ཙང་ཁ་ཚོམ་བུ་མོ་དེས་ད་དེ་ལྟ་བུའི་ཡ་ང་ལ་ཡིད་ཤོར་བའི་སྡིག་གར་གི་རྔ་མ་ཅིག་སྡིག་གར་གི་ཚོང་ཞིག་བེ་རི་མི་མང་ལ་ཚུལ་བསྟན་བཞག་པ་རེད་ཟེར་ཡ་དེ་ཡིན་དགོས་འོ་ད་མང་པོ་འོང་ལགས་སོ་མི་ཤེས་མི་ཤེས་ཟེར་ཏེ་མང་པོ་ལགས་སོ་དགོངས་དག་དགོངས་དག།